བརྙན་ཐུང་བཅས་གལ་ཆེའི་དོན་ཆེན་རྩིས་བྱས་ནས་རྫ་བྲག་ཏུ་བཟོས་དགོས་ཐུགས་ཟུར་བ། ལས་ཀ་ནི་ད་ལྟ་ང་རང་ལས་ཀ་ནས་སླེབས་ཚར་ཟིན། སླེབས་བ་དང་ད་ལྟ་དྲ་རྒྱ་བརྒྱུད་ལམ་བརྙན་ཐུང་ཞིག་མཐོང་ཟུར་བ། དེ་ལ་ཡང་ནི། བཀྲ་ཤིས་ནུ་བུག་གི་ད་ལྟ་སྐུ་ཞོ་ཞིག་ཟུར་བ་ཁོ་རང་མཚན་ལས་བཀྲ་ཤིས་ནུ་བུག་རེད་ཤག་ཨ། ཁོ་རང་གི་ད་ལྟ་བརྙན་ཐུང་ཅིག་མཇལ་ཟུར་བ་དངོས་གནས་བརྙན་ཐུང་དེ་མཐོང་བ་ད། ཨ་ནི་སེམས་པ་ལ་དངངས་འཚབ་ཞིག་ལས་ཟུར་བ། ཅིག་གིས་ད་འདི་ཐོག་ལ་ང་རང་ཚོ་གང་མགྱོགས་མགྱོགས་ཅིག་ངེད་ཀྱི་བརྙན་ཐུང་ཅིག་མ་བཟོས་པ་ཡིན་ན། གལ་སྲིད་ཁོ་རང་གིས་གསུངས་པ་ན་ཞིག་གལ་སྲིད་འདི་ལག་ལེན་བསྟར་བ་ཡིན་ན། དངོས་གནས་ཨ་ནི། མི་གཅིག་གིས་སྲོག་ཤོར་རན་གྱི་ཉེན་ཁ་འདྲ་བོ་གལ་ཐུག་བསྡད་ཤག་སོང་ད་ལྟ་ད་ལན་ངེད་ཀྱིས་འདི་གལ་ཆེན་དོན་ཆེན་རྩིས་བྱས་ན་ངས་ད་ལན་གྱི་བརྙན་ཐུང་འདི་བཟོས་ཀྱི་ཡོད། ཨ་ནི། དང་པོ་ངས་དེ་བཤམས་དེ་ལ་ཡ་སྐུ་ཞོག་ག་རེ་གསུངས་ཡོད་མེད་དེ་རྣམ་པ་ཚོ་ལ་དེ་འཁྱུག་བཞག་གི་རོགས་བརྙན་ཐུང་འདི་འཁྱུག་སྲིད་ད།

ད་ལྟ་བར་དུ་ངོ་གཉིས་སྤྲོ་འདི་རྣམ་པར་སངས་རྒྱས་པའི་ཆུ། དགེ་འདི་དགེ་དེ་གི་ག་ཚད་སྐལ་ལས་རྒྱབ་ཡོང་མི་རྒྱང་རིན་པོ་ཆེ་སྐལ་ལས་ག་ཚད་རྒྱབ་ཡོང་མི་ངས་ཆ་ཐག་འདི་རང་མཐོང་སོང། ད་ཁྱོད་ཚོ་ནག་པོ་བཟོ་བོ་རང་འགྲིག་རེད། ངས་ད་ག་རང་ཁྱོད་ཚོ་ཐུག་པ་ང་ཚོ་ངས་མུ་གེ་བསྟན་ན་ཁྱོད་ཚོ་འདི་སྤྱད་སོང་ཟེར་ནས་ངས་མེ་དྲག་བཏང་མ་ཐུབ་ན་ང་སྤུ་མི་ཧ་གོ་ཨང། ངས་ཁྱོད་ཚོ་ལ་དགྲ་བསགས་མི་ཡོང། ང་ཁྱོད་ཚོ་ལ་གྲི་ཁེ་ཡོང་མི་འོང། ང་ཁྱོད་ཚོ་འཁྲིག་པ་རྒྱབ་ཐུག་གི་ཡོད་ད་རྒྱག་གི་མེད། ལྷག་མ་དེ་ང་དགེ་སློང་རེད་རེད། ང་ཁྱོད་ཚོ་ལ་འཁྲིག་པ་རྟིས་ན་བས་རྒྱབ་མི་ཡོང། ངས་དུས་གསུམ་འདོད་དེ་ཡོང་ན་ངས་ཁྱོད་ཚོ་ལ། བྱས་གཏོང་ལས་གཏོང་བདེ་རེད་ཟེར་ངས་ཁྱོད་ཚོ་གི་པགས་དང་ཁྱབ་བདག་བྱས་ནས་ང་མི་དག་དང་མ་གོ་ཨང། ད་ཁྱོད་ཚོ། གཟིགས་སོ་ཨ་རྣམ་པ་ཚོ། ད་སོང་ཙང་ད་ངས་ག་རེ་ཞུ་ཡོན་ལ་བ་ཡིན་ན་ཐོག་མར་དེ་ལ། སྐུ་ཞོག་ཁོ་རང་ད་ལྟ་རབ་བྱུང་ཅིག་ཡིན་རེད་བསྡད་ཡོད་རེད་ཨ་ནི་ཅིག་གི། ཆོས་དང་ནང་པའི་གི་ཆོས་དང་ཐུ་མོ་མ་ཡིན་པའི་ང་རང་ཚོ་གི་ད་ཅིག་གི། སངས་རྒྱས་བཅོམ་ལྡན་འདས་ཀྱིས་ནི་ཅིག། ང་རང་ཚོ་གིས་ད། གཞུང་ཆེན་བཀའ་བོན་ལྔ་ལ་སློབ་སྦྱོང་གནང་མྱོང་ངེས་ཀྱི་ནི་སྐུ་ཞོགས་ཀྱི་ཕྱག་དེ་ཡོད་རེད། ཨ་ནི་ཅིག། དངོས་གནས་ཅིག། སྐྱེ་བ་སྔ་ཕྱི་ཁས་ལེན་ངེས་ད། ཨ་ནི་ཅིག། ནང་པའི་གི་གཞུང་ལ་ཡ། ཨ་ནི། སོ་སོ་སློབ་སྦྱོང་འགྲིམ་བྱས་ནས་མངོན་ཐོས་སམ་སྒོམ་གསུམ་གྱི་ཉམས་ལེན་བྱེད་ངེས་ཅིག། རེད་དེ་ཡོད་རེད། ཨ་ནི་སོང་ཙང། ཨ་ནི་ད་ལན། ང་རང་གིས་སྒེར་ངོས་ནས་སྐུ་ཞོགས་ལ་ག་རེ་ལ་ཡང་འདི་འདྲ་རྩ་བ་ཉིད་ནས་མ་གནང་རོགས་གནང་ལ་ནི་འབོད་སྐུལ་ཞུ་ཡས་ཡིན། གང་ཡིན་ཟེར་ན། ཏན་ཏན་སྐུ་ཞོག་གི་ད་གསུང་བ་བདག་རང་རེད་ཅིག་སུ་ཡིན་ན་སོ་སོ་གི་ཅིག་གི་སོ་སོ་གི་ཨ་ནི་སངས་རྒྱས་ཀྱི་བསྟན་པ་དང་ངས་ག་དུས་ནས་ངའི་ལ་ཤ་ལ་གུ་ཡོད་ད་ང་ར་བརྙན་ཐུང་ནང་ལ་ཅིག་རྒྱལ་བའི་བཤེས་གཉེན་ཡིན་ན་རེད་ཨ་ནི་ཅིག་ང་རང་ཚོ་གི་ད་སངས་རྒྱས་ཀྱི་ཆོས་ཀྱི་ཉམས་ལེན་བྱེད་ངེས་ད་ཨ་ནི་ང་རང་ཚོ་གི་ནང་ཆོས་ལ་ཡ་དངོས་གནས་གསུང་རྐང་བཙུ་ནས་འགན་འཁྱེར་ངེས་དེ་ཚོ་ལ་ཡ་ཨ་ནི་ཅིག་ཞབས་འདྲེན་ཡས་ད་དམའ་འབེབས་བྱེད་ཡས་ད་ཁྱད་གསོད་བྱེད་ཡས་ད་དེ་འདྲས་དེ་འདྲས་ཀྱི་ང་ཚོ་བརྙན་ཐུང་བརྒྱུད་ལམ་ནས་མཐོང་བ་ཡིན་ན་སུ་ཡིན་ན་སེམས་པ་ལ་ཡང་དངོས་གནས་སུ་མ་བདེ་ཡ་ཆགས་ཡས་དང་དངོས་གནས་སུ་སེམས་པ་ལ་ཡ་ཅིག་སོ་སོ་ལ་ཕོག་ཐུག་འགྲོ་ཡས་དང་ཨ་ནི་ཅིག་དེ་འདྲས་ཆ་མ་སྲིད་བ་མ་རེད་ང་རང་ཚོ་ནང་པ་ཡིན་ཚང་གཅིག་ཕྱིན་ཆད་ལ་ཡ་ཚང་མ་ལ་དངོས་གནས་ཚོར་བ་དག་རང་ཡོང་གི་རེད་ལ་ནི་ཞུ་ཡས་ཡིན་ཨ་ད་ལན་སྐུ་ཞོག་གི་སྐུ་ཞོག་ལགས་ཀྱི་གསུང་བ་ནང་བཞིན་ཨ་ནི་ཅིག་ཁོ་རང་གི་ད་ད་སྐུ་ཞོག་ལགས་ཀྱི་ད་ལྟ་བརྙན་ཐུང་གཅིག་མཇལ་ཤར་བ་བརྙན་ཐུང་དེ་ནང་ལོག་ལས་ནི་གཅིག་དོ་ད་པ་ཅིག་གི་འདུག་ཡ་ནི་ཁོ་རང་གྲྭ་ཆས་གོན་ཆས་ནི་ཡ་ནི་འདུག་ཨ་ནི་གཅིག་མཁན་པོ་དང་བླ་སྤྲུལ་དང་དེ་འདྲས་ཀྱི་མིང་འབོད་བྱས་བྱས་ནས་ཨ་ནི་ཁོ་རང་ཚོ་གི་རོགས་པ་དེ་ཚོ་ལ་ཡ་འདུག་ཁྱད་གསོད་འདྲ་བོ་བྱས་བྱས་ནས་ཨ་ནི་འདི་ཁོ་རང་ཚོ་རོགས་པ་དེ་གི་དེ་ཆ་ཚང་ཅིག་ང་རང་ཚོ་གི་སངས་རྒྱས་ཀྱི་ནམ་ས་ཆོས་དེ་ངས་ཀྱང་ཀྱང་འདྲ་བོ་སྦྱིན་དུས་ཙམ་པ་ལ་ཡ་ཨ་འདུག་ཞུ་དུས་ཙམ་པ་ལ་ཡ་ཨ་ནི་སུ་ཡིན་ན་བློ་མ་བདེ་བ་ཆགས་ཀྱི་རེད་ལ་ནི་ཞུ་ཡ་ཡིན་ཨ་འདི་ན་བཞིན་ད་རིང

ཨ། རང་ལུས་མེ་སྲེག་བཏང་གིན་ཡོད་གསུང་གི་འདུག་བ། སོང་ཙང། ད་འདི་ལ་དོན་བརྩམས་པ་ལས་དངོས་གནས། སྐུ་ཞོར་ལགས་ཀྱི་སེམས་པ་ལ་ཡང་དངོས་གནས་སུ། ཧང་སང་ཡན་གྱི་སེམས་པ་ལ་ཕོག་ཐུག་ཆེན་པོ་ཅིག་འགྲོ་བའི་གྱི་རྣམ་པ་གསལ་བོ་པས་མཐོང་གི་འདུར་བ། སོང་ཙང་ད་ད་ལན། ང་རང་གིས། དངོས་གནས་དྲ་རྒྱ་བརྒྱུད་ལམ་ནས་སྐུ་ཞོར་ལགས་ལ་འབུལ་དགོས་རང་ཡིན། དེ་འདྲའི་རྩ་བ་རྙེད་ནས་མ་གནང་རོགས་གནང་ལ་ནི་ཞུ་ཡང་ཡིན། གཅིག་བལྟས་ནས་ང་རང་ཚོ་ད་རང། ང་རང་ཚོ་གི། བོད་པའི་ནང་ནང་ལོགས་ལ་ཡང་ང་རང་ཚོ་མེ་འབོ་ཉུང་ཉུང་རེད། གཉིས་བལྟས་ནས་ལྷག་པར་དུ་ཨ་ནི་གཅིག། སངས་རྒྱས་ཀྱི་ཆོས་ལ་ཡ་གདུགས་ཉམས་ལེན་གནང་ངེས་དང་སངས་རྒྱས་ཀྱི་ཆོས་ལ་དངུལ་སྣོད་གསུམ། རྩེ་གཅིག་ནས་དད་པ་ཡོད་ངེས་དང་དེ་འདྲའི་དངོས་གནས་ང་རང་ཚོ་དཔེ་ཁག་པོ་ཡིན་དུས་ཙམ་པ་ལས་ནི་སྐུ་ཞོག་འདྲ་བོ་ཡིན་ན་ད་ད་ལན་དངོས་གནས་ཁོ་རང་འདྲ་བོ་ཡིན་ན་སྐུ་ཞོག་ཁོ་རང་ཡིན་ན་དངོས་གནས་གསུམ་ནང་པའི་གི་ཆོས་ལ་ཡ་དད་པ་ཡོད་བ་ཙམ་མ་ཡིན་པ་ནི་གོང་ས་མཆོག་གཙོས་པའི་གི་ནི་ཅིག་ང་རང་ཚོ་བླ་སྤྲུལ་ཚང་མ་ལ་ཡ་ནི་ཅིག་དངོས་གནས་སེམས་རྩེ་གཅིག་ཏུ་དོད་པ་ཡོད་ངེས་ཡིན་པ་དེ་ཤེས་མོ་གོ་རེད་བཞག་སོང་ཙང་ད་ལན་ང་རང་བརྙན་ཐུང་བརྒྱུད་ལམ་ནས་ནི་ཁོ་རང་ལ་འབུལ་སྐུལ་ད་ག་རང་ཞུ་ཡས་ཡིན་གང་ཡིན་ཟེར་ན་སྐུ་ཞོར་ལགས་ཀྱི་མཇལ་ཡོད་ན་མེད་ན་ཧ་གོ་མ་སོང་ད་ལྟ་དོ་ད་པ་ཁོ་རང་གི་ནི་གཅིག་གི་དྲ་རྒྱ་བརྒྱུད་ལམ་ནས་ནི་ད་ལྟ་སྐུ་ཞོར་ལགས་ལ་ནི་འདུག་དགོངས་དག་ཐུགས་བསྟན་ལ། ཞུས་བྱ། འདི་ངེད་ཀྱི། དྲི་མཐོང་ཟུར་བ་དྲ་རྒྱ་བརྒྱུད་ལམ་ནས། ནི། སོང་ཙང། ནི། སྐུ་ཞོར་ལ་ད་ད་རིང་འབུལ་སྐུལ་ད་ག་རང་ཞུས་ཡས་ཡིན། གལ་སྲིད་རྣམ་པ་ཚོ་ཡང། དོ་བདག་པ་དེ་གིས་ཁོ་རང་གི་དགོངས་དག་ཞུས་རྒྱུ་གི་བརྙན་ཐུང་དེ་མཇལ་མེད་བ་ཡིན་ན་ངས་ད་ད་དེ་གཤམ་ལ་འཁྱུག་བཞག་གི་ཡིན་རྣམ་པ་ཚོ་དེ་གཟིགས་དར་བ།

ངས་ཁུ་ཅག་ཕུལ་དགོས་ནི་ཕུལ་གྱི་ཡིན་ཁྱེད་རང་ལ་དཀོན་མཆོག་འོ་འདི་ཡིན་རྩ་བ་འདི་མ་ནག་ཅིག་ངའི་སེམས་ལ་འདི་འདྲའི་རྩ་བ་འདྲ་ཁུ་ཡོད་གི་རང་མེད། ད་གཟིགས་སོ་ཨ་རྣམ་པ་ཚོ། ཨ་ནི། དོ་བདག་པ་འདྲ་བོ་ཡིན་ན་ཆ་བཞག་བ་ཡིན་ན། ཁོ་རང། སྤྱི་ཐང་ནས་ངས་ཁོ་རང་གི་གནས་ཐུང་འདི་ཚོ་རོ་ད་ང་ཚོ་སྤྱི་ཚོགས་དྲ་ལམ་ནང་ལ་ཡ། ཅིག། ཧ་མ་གོ་ངས་ཡོད་མ་རེད་ང་ཚོ་བོད་པ་སྤྱི་ཚོགས་དེ་ཆུན་ཆུན་རུ་བ་ཨ་འདི་ན་ལ་ག་རི་བོད་བལ་གི་ཅིག་བརྙན་ཐུང་བཟོས་ངེས་སུ་ཡིན་པ་ཡིན་ན་ང་རང་ཚོ་བརྙན་ཐུང་བརྒྱུད་ལམ་ནས་ད་ང་རང་ཚོ་གི་ད་ཏི་བི་ནང་ལ་ཆ་ཚང་མཐོང་ཡས་དེ་ཚང་མའི་ཧ་གོ་གོ་རེད་ཨ་ནི་དོ་ད་པ་འདྲ་བོ་ཁོ་རང་ཡིན་ན་ཅིག་ནམ་རྒྱུན་དུ་ཅིག་ཁོ་རང་གོར་ཤས་འདྲ་བོ་འཁྲབ་ཅེ་ན་མི་ལ་ཆོབ་འདྲ་བོ་ཅིག་བླངས་ཅེ་ན་དེ་འདྲའི་བསྡད་སུ་ན་སྙིང་རྗེ་བོ་ཡོད་རེད་སྙིང་རྗེ་བོ་འདུག་ང་རང་ཡི་སྙེ་མ། སྙིང་རྗེ་བོ་འདྲ་བོ་མཐོང་གི་ཡོད་ཁོ་རང་གི་དེ་འདྲ་བྱས་ནས་ཡིན་ན་ད་ད་ལན། ཁོ་རང་གི་ནུས་འགྲུས་ཆེ་ཤོས་དེ་ག་རེ་བྱེད་པར་ལ་བ་ཡིན་ན་ཅི་ལྟར་ཁོ་རང་གི་དེ་འདྲའི་བརྙན་ཐུང་བཟོས་བྱས་ནས་གལ་སྲིད་ཁོ་རང་སྤྱི་ཚོགས་དྲ་ལམ་ནང་མ་ལུག་བྱས་ནས་ཡ་སོ་སོ་ཁ་པར་ནང་དུ་ཉག་བསྡད་པ་ཡིན་ན་ཨ་ནི་གནད་ག་ཡོད་མ་རེད་ཡིན་ན་ཡང་ད་ལན་ཁོ་རང་གི་ད་ནུས་འགྲུས་ཆེན་པོ་ཅིག་ག་རེ་བྱས་ཡོད་རེད་ལ་བ་ཡིན་ན། སྤྱི་ཚོགས་དྲ་ལམ་ནང་ལ་འདུག། ཁོ་རང་གི་བརྙན་ཐུང་དེ་འདྲས་བཟོས་བྱས་ནས་ལྷག་པར་དུ་ནི་ཅིག་ང་རང་ཚོ་གི་སངས་རྒྱས་ཀྱི་ནམ་ས་འདུག་ཆོས་བྱས་ནི་ཡང་འདུག། རྩེད་མོ་དང་ཁྱད་གསོད་འདྲ་བོ་བྱས་བྱས་ནས་ཁོ་རང་གི་འདུག། འདྲས་བྱས་ནི། མ། སྤྱི་ཚོགས་དྲ་ལམ་ནང་ལ་བཀྲམ་བཞེད་དུ་བརྩམས་པ་ལ་ཡ། འདི་ཏག་ཏག་ཅིག་བསྡད་ཡོད་མ་རེད་བསམ་དགོས་འདུག་ངེད་ཀྱི། སྤྱི་དང་ནི་ཁོ་རང་གི་སྐུ་རླུང་ལ་སྐྱོན་མེད་པ་ཡིན་ནའི། ཡིན་ན་ད་ལན་ཁོ་རང་གིས་ད་ཅིག་སོ་སོ་གིས་རྩེད་མོའི་ད་ཁྱད་གསོད་བྱས་བྱས་ནས་ཨ་ནི་ཅིག་ནམ་ས་གོན་ངེས་ནམ་ས་གོན་བྱས་ནས་ཨ་ནི་ཅིག་དགེ་བའི་བཤེས་གཉེན་ཡིན་ན་རེད་ད་ང་རང་ཚོའི་བླ་སྤྲུལ་ཚོ་ཡིན་ན་རེད་དེ་ཚོ་ལ་འདུག་ཁྱད་གསོད་བྱས་བྱས་ནས་ཨ་ནི་ཁ་ནས་འདུག་ཟུང་ངེས་འདི་ཏག་ཏག་ཅིག་བསྡད་ཡོད་མ་རེད་བསམ་གི་འདུག་འདི་བསྡད་མེད་བས་ཀྱི། རྒྱུ་མཚན་ད་བསྡད་མེད་བས་ཀྱི་རྣམ་པ་ལ་བལྟས་བྱས་ནས་ཨ་ནི་ད་ལན་ད་ལྟ་སྐུ་ཞོགས་ཀྱིས་ནི། སྐུ་ཞོགས་ལགས་ཀྱིས་དུ་ཁོ་རང་གི་བརྙན་ཐུང་འདི་མཇལ་དུ་བརྩམས་པ་ལ་ཡ་ནི་བློ་ཕམ་བྱས་ནས་ནི་འདུག་ང་རང་ཤི་རྒྱག་གི་ཡིན་ལ་ཡ་གནས་སྟངས་འདི་འདུག་ཆག་གུར་ད་འོ་དེ་ཞུ་ཡ་ཡིན་ཨ་ནི་སོང་ཙ་ད་ད་ལན་དོ་ད་པ་ལ་ཡ་འབུལ་ཁུལ་ད་ག་རང་ཡིན་ཨ་ནི། ངས་སྤྱི་བཏང་ནས་ལག་ཡོད་སྤྱི་ཚོགས་དྲ་ལམ་ལ་ཡ་དེ་དཔེ་ཕྱོགས་གཅིག་ནས་བཏང་ན་ཁོ། སོ་སོ YouTube Channel ཅིག་ནང་ལ་ག་རེ་ལུག་ལུག་འདྲ་བོ་ཅིག་རེད་ཆུང་ངུ་གཅིག་ནས་བཏང་ན་ཡང་དེ་ལ་འགན་ཅིག་འཁྱིས་དགོས་ཡོད་དེ་གལ་ཆེན་པོ་རེད་བསམ་གི་འདུག་འགན་མ་འཁྱིས་བྱས་ནས་ནི་ཅིག་འདྲ་མི་འདྲ་བླུག་བ་ཡིན་ན་ཇེ་མང་ཡང་དེ་གིས་ཡང་སོ་སོ་ལ་སྐྱོན་ཆེན་པོ་ཅིག་འཕྲད་ད་ཨ་ནི་དེ་གིས་ཇེ་མང་དཀའ་ངལ་ཆེན་པོ་ཅིག་འཕྲད་གི་ཉེན་ཁ་ཏན་ཏན་ཆགས་གི་རེད་ལ་ནི་ཞུ་ཡ་ཡིན་སོང་ཙང་ངས་དུས་རྒྱུན་དུ་ད་ངེད་ཀྱི་སྤྱི་བཏང་ནས་ང་རང་གི་གནས་ཐུང་ལྟ་ངན་འདྲ་བོ་ཡིན་ན་མང་ཆེ་ཧ་གོ་གི་རེད་ངས་ག་དུས་ནས་ད་ག་རང་ཞུ་བསྡད་ཀྱི་ཡོད་ཅིག་ང་རང་ཚོ། ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་གལ་ཆེ་ཤོས་དེ་ག་རེད་ལ་ང་རང་ཚོ་བོད་པ་ཚང་མ་རྡོག་རྩ་གཅིག་སྒྲིལ་བྱས་འཆམ་མཐུན་བྱས་ཨ་ནི་ཅིག་དམིགས་བསལ་གྱི་ང་རང་ཚོ་གི་ད་ཡོད་ན་མེད་ན་ང་རང་ཚོ་ནང་པའི་གི་གཞུང་ནང་ནས་ད་ཅིག་ང་རང་ཚོ་ནང་ཆོས་དེ་ཡོད་ན་མེད་ན་རེད་ད་སོང་ཙང་ད་ནང་ཆོས་དེ་ཨ་ནི་གལ་ཆེན་པོ་ཡིན་འདུག་བསམ་པ་ལས་ཨ་ནི་ཅིག་ཚང་མའི་གི་དེ་ལ་ཡང་བརྩི་བཀུར་བྱས་ད་དེ་ལ་ཡང་སོ་སོ་གི་ཨ་ནི་ཅིག་གུས་ཞབས་བྱེད་ཨེ་ད། ཨ་ནི་འདི་ཚོ་དཔེ་གལ་ཆེན་པོ་ཆགས་བསྡད་ཡོད་རེད་ངས་ཡང་ནས་ཡང་དུ་ལབ་ཡོད་ང་རང་ཚོ་དགེ་བའི་བཤེས་གཉེན་ཡིན་ན་རེད་བླ་སྤྲུལ་རྣམ་པ་ཡིན་ན་རེད་རིན་པོ་ཆེ་དེ་འདྲ་ཡིན་ན་རེད། ག་དུས་ཡིན་ན་ང་རང་ཚོ་གི། ཁོ་ནང་ཚོ་ལ་ཡང་ཅིག་རྐང་པ་འཐེན་ཨེ་ད་ཞབས་བཀྲ་ཨེ་ད། ཨ་ནི་ལྷག་པར་དུ་ཨ་ནི་ཁོ་ནང་ཚོ་ལ་ཡང་ཅིག་གི། མིང་འབོད་བྱས་བྱས་ནས་ཨ་ནི་ཅིག་གི། རྐང་པ་དེ་གི་ཕྱག་ལས་དེ་འདྲ་རྩ་བ་ཉིད་ནས་མ་གནང་རོགས་གནང། གང་ཡིན་ཟེར་ན་ང་རང་ཚོ་སྤྱི་མཐུན་གྱི་བསོད་ནམས་དེ་ཉམས་འགྲོ་གི་རེད། སྤྱི་མཐུན་གྱི་བསོད་ནམས་དེ་ཉམས་པ་ཡིན་ན་ཨ་ནི་ང་རང་ཚོ་བོད་དོན་ཐོག་ལ་ལས་དོན་ག་རེ་ཅིག་སྤེལ་བ་ཡིན་ན་ཚང་མ་ཨ་ནི་ཅིག་དོན་དག་མ་འགྲུབ་ངེས་དང་ཨ་ནི་ཅིག་དཀའ་ངལ་ཡོང་ངེས་དང་ལས་ཀ་ཕྱི་འཇུས་དེ་འདྲས་ཡིན་ན་ཡང་ཅིག་ཨ་ནི་བཀྲ་མ་ཤིས་པ་ཡོང་ངེས་དང་དེ་ཚོ་ཆ་ཚང་ཨ་ནི་རྐྱེན་འོང་བསྡད་ཀྱི་ཡོང་གི་བ་རེད་ལ་ནི་ཞུ་ཡས་ཡིན་ད་སོང་ཙང། ལྟ་བུའི་གུས་དག་རང་ཞུ་ཡོན་ཡིན་དང་པོ་དེ་སྐུ་ཞོར་ལ་ལ་ཞུ་ཡོན་ཡིན་སྐུ་ཞོར་ལ་ལ་ནི་ཁོ་རང་གི་དེ་འདྲའི་གས་ནི་བརྙན་ཐུང་ན་ལ་གསུངས་བཞག་དེ་འདྲའི་རྩ་བ་ཉིད་ནས་མ་གནང་རོགས་གནང་ལ་ནི་ང་རང་གི་སྒོ་གསུམ་གུས་པའི་ངོ་ནས་ཁོ་རང་ལ་འབུལ་གུས་ཞུ་ཡོན་ཡིན་དེ་འདྲའི་རྩ་བ་ཉིད་ནས་མ་གནང་རོགས་གནང་ལ་ནི་ཞུ་ཡོན་ཡིན་གཉིས་པ་དེ་དོ་བདག་པ་ལ་ཞུ་ཡོན་ཡིན་ད་དོ་བདག་པ་གིས་ཁོ་རང་དྲ་རྒྱ་བརྒྱུད་ལམ་ནས་འཛམ་བུ་གླིང་ལ་ཡར་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་དགོངས་པ་ཞུས་ཚར་བཞག་རེད་བ་ཨ་ནི་ཞུས་ཚར་བ་དེ་དཔེ་ཡག་པོ་རེད་ཁྱེད་རང་གིས་རེད་བ་དེ་འདྲའི་དགོངས་པ་ཞུས་དེ་དཔེ་གལ་ཆེན་པོ་རེད། ཚོ་སོགས་ཀྱི་ནུས་འཁྲུལ་ཆེ་བ་ཡིན་ན་ཤག་པ་ཕུལ་ཡོད་དང་དགོངས་དག་ལ་ཡོད་དེ་དཔེ་གལ་ཆེན་པོ་རེད་ཨ་ནི་ཕྱིན་ཆད་མ་འོངས་པ་ལ་ཡིན་ན་ཅིག་སོ་སོ་ངོས་ནས་ཡང་ཅིག་དེ་འདྲས་ཀྱི་ནུས་འཁྲུལ་དེ་དམའ་ཤོས་རེད་ཀྱི་འབད་བརྩོན་གནང་རོགས་གནང་ལ་ནི་ཞུ་ཡས་ཡིན་གང་ཡིན་ཟེར་ན་ཀོ་ཞེས་ཞབས་བྲོ་འཁྲབ་བྱས་ནས་མི་ལ་ཕྱོགས་བླང་ཡས་དང་སངས་རྒྱས་ཀྱི་ནམ་ས་གོན་ཡས་བྱས་ནས་ཨ་ནི་ཅིག་རྒྱལ་བའི་བཤེས་གཉེན་དང་ཨ་ནི་མཚན་སྙན་གྲགས་ཡོད་ངན་ཚོགས་ཀྱི་ཨ་ནི་ཅིག་མིང་འབོད་བྱས་བྱས་ནས་ཨ་ནི་ཕྱོགས་བླང་ཡས་དེ་ལ་ནི། ས་དང་གནམ་གྱི་ཁྱད་པར་ཡོད་རེད་ལ་ནི་ཞུས་ཡིན་སོང་ཙང། ད་ད་ལན། ནི་དོ་བདག་པ་ཁོ་རང་གིས་དེ་འདྲའི་ནུས་འབྲུ་ཆེན་པོ་ཅིག་ཤོར་རེད་ཤོར་འོང་ན་ཞེས་དགོངས་དག་ཐུགས་བདེན་ཞུས་རེད། ནི་ཞུས་བ་ན་བཞིན་ཕྱིན་རྗེས་མ་འོངས་པ་ལ་ཡང་མི་ཚེ་ནང་ལ་ཡང་གནས་སྟངས་ག་རེ་ཡིན་ན་ཡོང་སྲིད་ཀྱི་རེད་བ་སོང་ཙང་དེ་འདྲའི་མ་ཡོང་བའི་ཆེད་དུ། ཁྱོད་རང་གིས་ཨ་ནི་དོ་བདག་པ་དེ་ལ་ངས་ག་རེ་ཞུས་ཡོད་ཡིན་ལགས་ན། ཁྱེད་རང་ཡིན་ན་འདི་འདྲའི་ཐོག་ལ་ཡ་ནི་དམིགས་བསལ་གྱི་ཅིག་ང་རང་ཚོ་གི་ཅིག་བོད་པའི་གི་ཆོས་དང་ཐུན་མོང་མ་ཡིན་པའི་རིག་གཞུང་གཙོས་པའི་གི་ཨ་ནི་ཅིག་སངས་རྒྱས་ཀྱི་ནམ་ས་ངུར་སྨྲིག་གོས་ངན་ཚོ་ལ་ཡ་ནི་ཅིག་དེ་འདྲའི་གི་རྩེད་མོ་དང་ཁྱད་གསོད་དེ་རྩ་བ་ཉིད་ནས་མ་གནང་རོགས་གནང་ལ་ནི་ངས་ངས་ཀྱིས་ཁྱེད་རང་ལ་འབོད་སྐུལ་ཞུ་ཡ་ཡིན་རེད་བ། ལ་སོགས་ད་སྐད་ཆ་མང་པོ་འདྲ་བོ་ཆགས་སོང། ཨཱ་ནི། མཐའ་དོན་གར་ཞུགས་བསམ་ཟླ་བ་ཡིན་ན། ད། རྣམ་པ་ཚོ། ཨཱ་ནི། ད་བརྙན་ཐུང་བཟོས་ངན་སུ་འདྲ་ཅིག་ཡིན་པ་ཡིན་ན་རེད། ཨཱ་སྤྱི་བཏང་ནས་ད་ད་འདྲ། ད་ལན་གྱི་ཅིག་ང་རང་ཚོ་གི་ལོ་དེའི་ལོ་ནག་རེད་འདྲ་བོ་ཅིག་ལབ་གི་འདུག་བ་ལོ་ནག་ཡིན་པ་དེ་སེ་འུ་ཧ་གོ་གི་འདུག་བ་ད་རྣམ་པ་ཚོ་གཟིགས་ད་ཧི་མཱ་ཅལ་དངོས་ལ་ད་ད་མཱ་ནཱ་ལི་གཙོས་པའི་གི་ད་ད་ང་རང་ཚོ་གི་ད་ད་ཀུ་ལུ། ཨ་ནི་ཅིག་བྷ་གའི། Himachal Pradesh། གི་མངའ་སྡེ་མང་པོ་ཅིག་ནང་ལ་ཆུ་ལོག་རྐྱེན་གྱིས་མི་མང་པོ་ཅིག་སྲོག་འཕྲོ་བརླག་འགྲོ་ཡོད་རེད་ཁང་པ་མེད་པ་ཆགས་ཡོད་རེད་ཨ་ནི་ཆུས་ཀྱི་གནོད་སྐྱོན་ཇེ་ཆེ་ནས་མི་མང་པོ་ཅིག་གི་སྲོག་འགྲོ་ཡོད་རེད་ཨ་ནི་གནས་སྟངས་དེ་འདྲས་ཅིག་ཆགས་ཡོད་རེད་ཨེ་ང་རང་ཚོ་གི་བོད་པའི་གི་ད་ལྟ་རྩིས་སྐོར་ན་ན་འདི་ན་ལོ་ན་རེས་ལ་བོར་བ་ད་དེ་དུས་ང་རང་ཚོ་ད་ལྟ་ད་ལྟའི་སྐབས་ལ་ཡ་གཅིག་གཟབ་གཟབ་བྱེད་དགོས་དེ་གལ་ཆེན་པོ་རེད་བ། ཨ་ནི། ལོ་ན་ཡིན་དུས་ཚང་མ་ལ་ཨེ་བཀྲ་མི་ཤིས་བོད་ཀྱི་བྱ་བ་མང་པོ་ཡོང་ཡས་ཀྱི་ཉེན་ཁ་ཡོད་རེད་དེ་དུས་ང་རང་ཚོ་བོད་པ་ཚང་མ་རྡོག་རྩ་གཅིག་སྒྲིལ་བྱས་ནས་གཟབ་གཟབ་བྱེད་དགོས་ཡས་དེ་གལ་ཆེན་པོ་རེད་ད་ད་ལྟ་གནས་ཚུལ་དེ་འདྲའི་ཆུན་ཆུན་ཆུན་ཆུན་དེ་འདྲ་ཡོང་གི་འདུག་བ། ཨ་ནི་དེའི་རྐྱེན་གྱིས་ཨ་ནི་གནས་ཚུལ་ཆེ་རུ་འགྲོ་ཡས་ལ་གོར་ཁུ་མར་བ་ཁུ་སོང་ཙང་ད་ད་ལན། འབུལ་དགོས་རང་ཡིན་ང་རང་ཚོ་གི་རོ་བརྙན་ཐུང་བཟོས་ངེས་ཚོ་ཡིན་ནས་ཚང་མ་འགན་འཁྱེར་རོགས་གནང་བརྗོད་གཞི་ག་རེ་སྐོར་ལ་བཤད་པ་ཡིན་ན་བསམ་བློ་ཡག་པོ་བཏང་བྱས་ནས་དངོས་གནས་ང་རང་ཚོ་སྤྱི་ཚོགས་འདི་ལ་ཕུགས་རྡུང་མ་བགྲོད་ཡོད་ད། ཅིག། ཨ་ནི་ཅིག། མི་དམངས་ཚོ་ཡིན་ན་རེད། ཨ་ནི། ལྷག་པར་དུ་ཨ་ནི་ཅིག། ང་རང་ཚོ་བོད་པ་འདི་ཚོ་སྙིང་རྗེ་ཆེན་པོ་ཡིན་དུས་ཙམ་པ་ལ་ཡང་ཨ་ནི་སེམས་པ་འདི་ཆུན་ཆུན་ཡིན་དུས་ཙམ་པ་ལ་ལེམས་སང་ཁོ་ཅིག། སྐད་ཆ་ཆུན་ཆུན་དེ་འདྲ་ཡིན་ན་ཡང་ཕོག་འགྲོ་གི་འདུག་བ། ཕོག་འགྲོ་ཨེ་ད་ཨེ་ནི་ཅིག་སེམས་པ་མ་སྐྱིད་པ་ཡོང་ཨེ་ད་དེ་རང་བཞིན་ཆ་དེ་ཚོ་བརྩམས་པ་ལ་ངེས་པར་དུ་ཨེ་ནི་བོད་པའི་སྤྱི་ཚོགས་ནང་ལོ་ལེགས་ཨེ་ནི་ཅིག་རྣམ་པ་ཚོ་གི་དྲ་ལམ་བརྒྱུད་ལམ་ནས་གནས་ཚུལ་ག་རེ་ཅིག་མ་སྤེལ་བ་ཡིན་ན་འགན་འཁྱེར་ནས་ཨེ་ནི་ཅིག་ཁུངས་དང་ལྡན་པ་དེ་འདྲ་བཤད་དེ་དཔེ་གལ་ཆེན་པོ་རེད་སོང་ཙང་རྣམ་པ་ཚོ་དེ་ལ་ངེས་པར་དུ་ཨེ་ནི་ཅིག་དོགས་ཟོན་གནང་རོགས་གནང་ལ་ནི་འབོད་སྐུལ་ཞུ་ཡས་ཡིན་ཨ་ནི་མང་པོ་ཞུ་ཡས་མི་འདུག་ཨ་ནི་སྐུ་ཤོར་ལགས་ད་ཐ་མ་ད་ག་རང་ཞུ་ཡས་ཡིན་ད་ངས་ཚར་མང་པོ་ཞུ་ཡིན་འདི་ངས་ལ་ཨ་ནི་སྐུ་ཤོར་ལགས་ཀྱི་འདི་ངས་ལ་ཁོ་རང་བརྙན་ཐུང་ནང་ལ་གསུང་བ་ནང་བཞིན་ཨ་ནི་འདི་འདྲས་ཨ་ནི་འདི་འདྲས་ཨ་ནི་ཁོ་རང་གི་བསམ་པ་ནང་བཞིན་གོམ་པ་འདི་འདྲས་མ་སྤོས་རོགས་གནང་ལ་ནི་འབོད་སྐུལ་ཞུ་ཡས་ཡིན་ལྷག་པར་དུ་ཨ་ནི་སོ་སོ་སོ་གི་སོགས་དེ་མ་བྱེད་ཡས་དེ་ཚོ་ལས་སླ་བོ་ཡོད་མ་རེད་ང་རང་ཚོ་ནང་པའི་གཞུང་ནས་བཤད་པ་ཡིན་ན་ཨ་ནི་སོ་སོ་སོ་གི། ཚེ་སྲོག་དེ་སོ་སོ་མེད་པ་བཟོས་ཏེ་འཚེ་བ་ནང་ཆ་འགྲོ་གོ་རེད་ད་དེ་ད་ངས་ཞུ་དགོས་ཡོད་མར་ཀུ་ཤོ་ལ་ཁེང་གོ་རོ་སོང་ཙ་ཨ་ནི་ད་མཐའ་དོན་ད་ག་རང་ཡིན་ཨ་ནི་ཀུ་ཤོ་ལ་དེ་འདྲས་གས་ནི་རྩ་བ་ཉིད་ནི་མ་གནང་རོགས་གནང་ལ་ནི་ངས་ཀས་ཁྱེད་རང་ལ་ནི་ལག་གཉིས་ཐལ་མོ་སྦྱར་ནི་འབོད་སྐུལ་ཞུ་ཡོད་ཡིན་ཨ་ནི་དོ་ད་པ་དེ་དོ་ད་པ་ལ་ད་ག་རང་ཞུ་ཡོད་ཡིན་ཁོ་རང་གིས་སྤྱི་དང་སྤྱི་ཚོགས་དྲ་ལམ་ནང་ནི་ཁོ་རང་དགོངས་པ་ཞུས་ཚར་ཤག་རོ་ཨ་ནི་སླད་ཕྱིན་ཆད་དུ་ཨན་དེ་འདྲ་བའི་གི་གནས་ཚུལ་དེ་མ་ཡོང་བའི་གི་ཐབས་ཤེས་གནང་རོགས་གནང་ལ་ནི་འབུལ་དགོས་ཞུ་ཡ་ཡིན། ལ་སོ། ཨན་ད་དོན་རྒྱ་བོ་དོན་གི་བདག་པོ་ཐམས་ཅད་མཁྱེན་པ་གཟིགས་པ་ཆེན་པོ་མཆོག་སྐུ་ཚེ་ཡོད་རིང་གནས་པ་དང་ཨན་བོད་དོན་བདེན་མཐའ་མྱུར་དུ་ཐོབ་པའི་སྨོན་འདུན་དང་བཅས་ད་རིང་གི་བརྙན་ཐུང་འདི་ང་ད་ག་རང་འཚམས་བཞག་ཡ་ཡིན་ཨན་བརྙན་ཐུང་རྗེས་མ་ལ་མཇལ་ཡོང་ཐུགས་ཆེ་གནང།